ཡར་རྒྱུགས་ལས་རྣམ་པའི་སྤྱོད་སྒོ་རྫོགས་པའི་ནང་ཡོད་པའི་ཁམས་ཕུག་གི་ཞེས་བགྱི་བའི་བཤེས་གཉེན་གསོལ་བའང་དེ་ནས་ཚོགས་གཙོ་གཙོ་པའི་ཚོགས་མི་ལ་མཇལ་ལམ། སྒྲ་ཕྱི་བདེ་ལེགས། དེ་ནས་ད་གདངས། ཡང་ཡི་ག་རྒྱལ་བ་ཆེན་པོས་སྐུ་ལ་མང་ཉུང་རྗེས་གཞུག་སྤེལ། དེ་ནས་ད་གདངས་ཡིན་ནམ་དེ་ནས་ད་རྒྱལ་བ་ཆེན་པོ།

དང་ཕུང་པོ་གཉིས་དེ་ནི་གཟུགས་སྒྲ་དྲི་རོ་རེག་བྱ་དང་སྐྱིད་པོ་དགའ་བ་དང་གཞན་ལ་སྤྲོ་སྐྱོང་བྱ་དེ་ནི་གཟུགས་སུ་ག་ལགས་མོ་ལགས་མོ་རྣམས་བྱས་དེ་ནི་ཅི་ཞིག་ཡིན་ནམ་ས་ཆ་ཅི་ཞིག་གང་ཡིན་ནམ་དེ་རིང་ན་དེ་ནི་སྡུག་བསྔལ་འདི་གཟུགས་ཅང་མེད་པ་ཞིག་པོར་དགའ་མོ་ན་ཡོད་སྣང། མ་མངལ་ཏེ། ཞིག་པོར་དགའ་མོ་གི་རིགས་ན་དེ་ནི་རྟགས་པ་མེད་དགའ་འཇིག། དེ་ནས་དང། བཞག་ཤིང་ན་བཞག་ཤིང་གི་ལྕི་བ་སྲང་གི་རིགས་ན་དེ་ནས་དང། ངན་སོང་ང་ཁོ་སླེབ་བྱེད་རྗེས་ཟིན་ནོ། བསམ་ས་དེ་ནས་གོང་བ་སེམས་མང། དེ་ནས་ད་ཇི་ཟེར་ཆོག། ད་རང་ཡང་དེ་ནས

རྩམ་བཙིགས་ཡིན་ལོ་ཡིན་འགྲོ་རྩམ་བཙིགས་ཡིན་གཟུགས་ཤིག་ཡིན་ཅི་ཟེར་ཆོག་དང་སྐྱིད་པོར་དགའ་མོ་ཡོད་ནམ་བཞག་ཤིག་ན་བཞག་ཤིག་ཁྱེད་རེད་ན་དེ་ནས་ད་མི་རྟག་པས་དེ་ནས་ད་ཡིན་གཟོད་དགའ་སླེབས་ཆེན་ཟིན་ནོ་བསམ་ཟེར་དེ་ནས་ད་ཁོང་ཨིན། འཇིག་རྟེན་ནི་སྐྱེ་བ་ཚང་མ་དེ་ནས་འཕངས་ཟེར་དེ་ནས་བླ་མ་ཚ་དེ། སྐྱོ་དོགས་ཁ་ལེམ། དེ་ནས་ད། དེ་ནས་ཁོང་ད། བླ་མ་ཛཱ་ཏཱ་ཞུ་དེ་རབ་བྱུང་ཛཱ་ཏཱ་ནས་དེ་ནས་ད། ཁོང་གིས་དེ་ནས་ད། དེ་ཏུ་སེ་དེ་ནས་རྒྱལ་པོ། རྒྱལ་པོ་འང་ཁེ་རེ་ན་དེ་ནས་ད། འགལ་བ་འཇམ་པའི་ད་ང་དང། ཁོང། ཆོས་ཉམས་ལེན་འདི་ཚང་མ་གཟིགས་སེ། དེ་ནས་ཁོང་གི་རེ་ན་དེ་ནས་ཁོང་རིགས་དང་ལྷུན་པོ། དེ་ནས་བརྒྱད་ཁྲི་བཞི་སྟོང་དེ་སྔོན་དེ་ནས་ཁྲིད་དེ་དེ་ནས་ཁོང་བདུན་ལ་དེ་ནས་གཟུགས་བླ་མ་ཚོ་ད་ཞིག་གཙོ། དེ་ནས་ད་དེ་ལོ་བརྒྱད་ཁྲི་བཞི་སྟོང་དེ་ནས་ད་གཟུགས་ཁུ་ཅི་ཟེར་ཆོག་དང།

དེ་ནས་ཡང་བསྡད་ན་རྫོགས་ལ་ཁྱེད་རེ་ན་བསྡད་ན། ཡང་ནི་དགོངས། ཅེས་ཟེར་ཆོག་དང་འཁོར་ལོར་བསྒྱུར་བའི་རྒྱལ་པོ་ཡང། ངེས་སམ་ཁོང་རང་རྒྱལ་ཞིག་དེ་ནས་རྒྱལ་པོ་འདི་ལྷུན་པོ་མ་རྣམས། ཁྱོད་ཅག་རྣམས། དེ་ནས་ད་ཅེས་ཟེར་ཆོག། གཉིས་སུ་གཅིག་གཅིག་པོ་ཁྱེད་རེ་ན་དེ་ནས། རྩ་མདའ།

དེ་ནས་སྟོང་གཅིག་ཡོད་དཀའ་ན། དེའི་རྒྱལ་གླུ་སྟོང་གཅིག་གོ། དེ་ནས་གོང་གི་འཁོར་བརྒྱ་ཁྲི་བཞི་སྟོང་ཡང་ཡོད་ཀྱང། དེ་ཚང་མ་དེ་ནས་རྒྱལ་བ་བྱམས་པའི་རྗེས་འཇུག་བ་དེ་ནས་བླ་མ་ཚོ་བརྒྱ་དང་བཅུ་གསུམ། འདི་སྣ་ཚོགས་ལ་ཁྱེར་ན་དེ་ནས་དང། ཁོང་རང་ལྟ་སྙམ་པོ་དཀའ་ནས་འབར་མཛད་དང་གོང་རིགས་གཉན།

ཡང་འཁོར་བརྒྱ་འཕྲོས་བཞི་སྟོང་ཨང་དེ་ནས་ད་ཁོང་ཡི་རྗེས་རྒྱུག་ག་དེ་ནས་ཅི་ཟེར་ཁོང་ཨི་སྐྱབས་ཨ་བཞུགས་སེ་དེ་ནས་བླ་མ་ཛད་ཀྱི་ཨ་བཞུགས་སེ་ནོ་ཧོ་ལེ་མ་བླ་པོ་ཁེ་རེ་ན་དེ་ཡི་རྒྱལ་པོ་ལྷུན་པོ་ད་བྲམ་ཟེའི་རིགས་ད་ཁོང་རེ་གཉན་དེ་ཚང་མ་ཡ་འཁོར་ལོ་བསྒྱུར་བའི་རྒྱལ་པོ་དེ་ཚང་མ་ཨང་ཁེ་རེ་ན་དེ་ནས་ཁོང་ཡི་རྗེས་རྒྱུག་ག་དེ་ནས་བླ་མ་ཛད་དེ

སྤེགས་དང་ནི་ཕྱི་སྒྲིབ་བཟི་ར་ཙོག་ཉོན་སྒྲིབ་བཟི་ར་ཅོག་སྡིག་སྒྲིབ་བཟི་ར་ཙོག། དེ་ནས་མ་ཅི་ཟོག་བླ་སྒྲིབ་བཟི་ར་ཙོག། ཨ་དེ་དེ་དུག་སེ་དེ་ནས་ད་ཟོག་གོ་ཚང་མ་ཁེ་རེ་ན་དེ་ཙོག་སེ་དེ་ནས་སྒྲིབ་པ་མ་ན་ཚང་མ་ཅིག་ཅིག་མི་ཁེག་ལེམ། སྤེགས་དང་ནི་ང་དང་འཛག་ས་ཅིག་ཅིག་ཅོ་མེག་ཅོད་ཡ་བླ་མེག་ཅོད་བཟིར་ན་རབ་བྱུང་གི་ཅོད་བཟི་ན་ག་དུག་ཁེ་རེ་ན་ག་ན་ག་རེ་ཡིན་ཅི་ཟོག་རང་ཡིན།

ཅི་ཟེར་བྱུང། སྡིག་སྒྲིབ་སྡིག་པ་མང་པོ་བསགས་པ་ནི་དེ་བྲིས་པ། ཞོད་པ་བཟང་དེ་ནི་དག་དེ་དུག་སེལ་དེ་ནི་དག། སེམས་ཅན་ཚང་མ་ཁྱེད་རེད་ན་དག་རྒྱ་པོ་ཡིན་འགྲོ་བློན་པོ་ཡིན་འགྲོ་དེ་ཡང་བྲམ་ཟེ་རིག་འཛིན་འགྲོ། ཡང་སྒྲོ་གཟུགས་ཤིག་དེ་ནི་དག། མི་ཁ་ཟ་བ་ཆེན་མོ་ཞིག་ཡིན་འགྲོ། དེ་ཚང་མ་ཁྱེད་རེད་ན་ཁོ་རང་བཞིན་ནི་དེ་བྲིས་པ་ཚང་མ་ཡོད་མེད་པ་ཚང་ཁྱེད་རེད་ན། དེ་ནས་སངས་རྒྱས་ཨ་སོགས་ཀྱི་སྐྱེ་ལོ་བྱམས་པའི་རྗེས་བཅུག་པ། དེ་ནས་བླ་མ་རྫུ་བཅས་ལ་དགག་བྱའི་དམིགས་པ་དེ་ནས་མཛའ་ཐ་ཨ་སོགས་ཀྱི་མཛའ་དེ་བརྒྱ་བཞུགས་ཟིན་བཀའ་ལན་ཁྱོད་པ་སངས་དེ་ནས་དེ་དེ་རིང་ཨི་ན་ཙུག་པའི་བུ་རན་དེ་ནས་ཡང་ཨི་ན་ཨོར་ན་སྤྲུལ་སོང་ཟེར་ན་ནི་དོར་དགོངས་པ་མ་སོང་ཞུ་ཆེན་རྒྱུ་ལས།